མི་ཕལ་ཆེར་གྱི་བདེན་དབང་བསྒྲུབ་ཡག་གི་སོ་ཅན་ཆོས་སྐུ་མཐོང་ནས་དེ་ཤེས་རྗེས། ངའི་དཔའ་ལགས་ཁྱོད་འདི་གནང་ཐུབ་སམ་ཨ་མ་ལགས་ཁྱོད་འདི་གནང་ཐུབ་ཕྱིན། དེ་འདྲའི་ཁ་གི་སྐྱེ་ཡ་ར་མ་སོང་བ། ད་ཚེ་འདིའི་དཔལ་འབྱོར་སྐུ་མཐོང་ནས་སྐྱིད་པ་ལས་ལྟ་རྒྱུ་མེད་དུ་འགྱོགས། ཡང་ཚེ་འདིའི་དུག་རུས་བཞི་བོ་ཅིག་སྐྱབས། དེ་དུས་ཕྱི་མ་ཕལ་ཆེར་ལ་ཉམས་ལེན་སྤུས་དག་པོ་བཞི་བོ་ཅིག་གནང་ཞུས་ན་ད། ཅིག་རེད་དེ་དེའི་རྟགས་མེད་པ་བྱེད། ད་ཚེ་འདི་ལ་ལྟ་རྒྱུ་མེད་དུ་འགྱོགས་ཚེ་ཕྱི་མ་ལ་ལྟ་རྒྱུ་མེད་དུ་འགྱོགས། ང་ཚོའི་དཔའ་ལགས་ཨ་མ་ལགས་གི་མེ་ཚེ་དེ། ཁྱད་མཚར་བཞི་བོ་ཅིག་སྐྱེ་མ་སོང་བ། དང་དེ་བཞིན་ཁྱེད་རང་རྣམས་པ་འདས་འཕེལ་དུ་འགྱོགས་ཁྱེད་རང་རྣམས་པས་ཅིག་གསན་ཤོག་ཨ།

ཨ་ལེ་ཞེ་སྡང་ཕངས་ཤར་ནས། ཚེ་བ་རྒྱལ་གྱི་ཆུས་མི་དཀའ་ད་དེ་རིང་ང་ཚོ་ཚེ་བུ་བཅུ་རེད་ཚེ་བུ་བཅུ། ཆུས་མི་དཀའ་ཡར་བསྡད། ཨ་ལེ་ང་ཚོ་ཀོང་སི་སི་རེད་བྱས་རྗེས། ད་མ་བྲིན་གཅིག་ཉོ་གི་ཡིན་ན་མ་བྲིན་གསུམ་ཉོ་གི་ཡིན་ན་བསམ་རྗེས། ཨ་ནི་མ་བྲིན་གསུམ་ཡོད་ནི་གཅིག་ཕར་འཐེན་རྗེས་ད་གཅིག་གིས་འགྲིག་གི་རེད་བསམ་རྗེས། ཡང་དེ་ནས་བཅོ་ལྔ་ཀ་བྱེད་གི་རེད་བསམ་རྗེས། ད་ཨ་ལེ་ཚེ་འདི་ལོ་གཅིག་གིས་ཟུར་ཆུ་ལྟུག་རྒྱུ་རྫོང་པོར་དང་དཔལ་འབྱོར་རྒྱལ་པོར་གཅིག་གིས་ཐོན་ནས་མི་ཚེ་རྒྱ་མེད་པར་གཏན་འཁེལ་ཚར་སོང་ང།

སྤྱན་རས་གཟིགས་ཀྱི་གཟུངས་སྔགས་མ་ལས་ཡིག་དྲུག་ཅན་ཉིད་ཀྱི་མི་རེ། ཐ་མལ་ཏུ་ཁེན་ཙང་ཤཱུ་ཀྱ་ཏིག་ཏུ། ཨ་ནི་ཡང་སྐྱེ་བ་ཕྱི་མ་ཕན་ཆད་ལས་ཆོས་མེད་ནི་ལས་ཚེ་འདི་འཕང་སྐྱེས་བུ་སྐྱག་པོར་ཤེས་བྱ་པས་གྱུར་ནས་དཔེ། མིག་རིང་སྟོང་ཚོ་ཡིན་ནི་ལས་དཔེ་ཐོག་ཤོག་ཤོག་ཅིག་སྟོང་ཡང་ཡོད་དུ་ཡོད་རེ་ཤེས་བྱ་པ། སྐྱེས་བུ་རིགས་བཞི་བོ་ཆེ་སྐྱེ་ཡ་ཡོད་ནི་ལས་གཅིག་རྟགས་སུ་འདུག་ག། ཨ་ནི་ཇི་དོན་མི་ལེན་སོ་ཅན་མེད་ཚེ་འདི་དོན་མེད་ཅིག་གིས་ཟོ་རྒྱུ་འཐུང་རྒྱུ་དཀོན་པོར་ཅིག་སྐྱེས་པ་རེ་སྟེ། ཆོས་རྣམ་དག་བཞི་བོ་ཅིག་གྲུབ་ནས། དེ་འདྲའི་གི་དོན་ལ་སྐྱེ་ཤི་ནི་ཡང་གཅིག་རྟགས་སུ་འདུག་ག། ད་ང་ཚོའི་མི་ཚེ་འདི་ག་གེལ་བཏགས་ཡོད་མ་རེད། གཟུགས་པོ་ཐ་ང་བཏགས་ཡོད་མ་རེད་བཟོ་རྒྱུ་གཏོང་རྒྱུ་རྩོམ་པ་བཏགས་ཡོད་མ་རེད། དབང་ཐང་ཆེ་བ་བཏགས་ཡོད་མ་རེད་མདོག་ཡག་ག་བཏགས་ཡོད་མ་རེད། འོ་ད་ག་གེལ་ཅིག་བཏགས་ཡོད་མ་རེད། ད་ང་ཚོ་དགོངས་པ་བཞི་ཨ། ཆོས་ལ་བཏགས་སྲོལ་མེད་ན་ལས་དཔལ་འབྱོར་ལ་བཏགས་སྲོལ་ཡོད་པ་རེད་ཇི་ལྟར་ཚེ་འདི་བར་སྐྱིད་པོ་རེ་ཞིག་སྐྱེལ། ཨ། དཔལ་འབྱོར་ལ་བཏགས་སྲོལ་མེད་ན་ལས་ཆོས་ལ་བཏགས་སྲོལ་ཡོད་པ་རེད། ཞོག་གཅིག་ང་ཚོའི་སེམས་ཁུར་བལྟ། ག་གེལ་བཏགས་སྲོལ་མེད་ད་དཔལ་འབྱོར་ལ་བཏགས་སྲོལ་མེད་ད་ཆོས་ལ་བཏགས་སྲོལ་མེད། ད་གིལ་བཏགས་སུ་མེད་དུ་ཉོན་མེད་འཛིན་འདྲེ་སྐྱོད། ད་དེ་དུ་ཆོག་ཁུར་ཡོང་མར། ཨ་ནི་མི་ལུས་བླངས་ནི་དུག་པོ་ཉག་ང་ལས་དེ་ལས་སོ། འཛམ་བུ་གླིང་དེའི་སྒང་ལ་ཡང་བསྒྱུར་བཅོས་གཏོང་ག་ལས་དེ་ལས་སོ། དེས་ན་དུག་པོ་ཉག་ང། ཨ་དེ་འདྲའི་མེ་ཏོག་སྐྱེ་ནི་ཆོག་མ་ད་འདའི་སྲུང་འཁོར་གཏོང་བ་འདི། རྒྱུ་ནོར་བཅོས་པའི་བདེ་བ་མ་མྱོང་ཞིག་བྱེད། རྒྱུ་ནོར་ལོངས་སྤྱོད་ཕྱུག་པོ་རུ་ཤུ་ཞེས་སྐྱེ་བོ་སྐྱག་པོ་རུ་ཤི་བ་བྱེད་དེ་འདྲའི་ཕྱི་ཉུལ་མེད་པར་བྱེད། དམ་ཆོས་སྒྲུབ་པའི་གོ་སྐབས་མེད་པར་བྱེད། ཉི་མ་ནམ་ལས་གང་ཆགས་གཅིག་རྒྱུག་རྒྱུག་སྟེ་ཡོད་དེ། རྒྱུག་པའི་གཞུག་གུ་དེ་ག་རེ་རག་འཇོག་ཟིན་ནོ་གལ་ཏེ་འདི་ཡང་དགེ་རྒན་ཡོང་མ་རེད།

ནམ་རྒྱུན་གྱི་ལོ་ཁའི་ཁྱི་ནི་ཁྱི་ཡག་སྐད་ཡོག་མ་གདའ། ཨ་ཞི་གེ་གང་ལ་མ་མཐོང་མིན་དོན་དུ་ཡང་ལོ་རེ་དོ་ཅོམ་ཉམས་པར་གང་དེ་ཁྱི་ཕྲུག་ཁྱི་ནི་མ་གཏོགས་ཅི་གི། དེ་འདྲ་ཁའི་ཁྱི་ནི་ཁྱི་ཡག་ཡོག་མ་རེད། ད་མེ་ཙི་དེ་འདྲས་སྐྱེན་ཆོག་མོད་ད་ང་ཚོའི་ཕ་མས་མེ་ཙི་དུག་སྐྱེས་པ་རེད་སྐྱོ་པོ་ཞུ་པོ་སྐྱེས་པ་རེད། ཁ་སྐྱོ་པོ་ཞུ་པོ། ད་ང་ཚོ་དཔེ་འཇོག་གི་ཐོག་ནས་སྐྱེ་བ་སྔ་མ་ང་ཚོས་ཞེ་དྲག་བྱེད་ཐུབ་ཀྱི་ཡོག་མ་རེད་ང་ཚོའི་ལུང་པ་དོད་སེ་དེའི་གྲོང་གསེབ་རེད། ད་ཞེ་དྲག་ཞེ་དྲག་ང་ཚོའི་རེ་བ་ཀྱམ་ཀྱི་ཧ་ས་ཁེ་ཡོག་མ་རེད། ད་ཡིན་ནས་ཆོས་ཀུ་ཏོ་ལ་རེ་བ་རྒྱོབ་ལ་ཆོས་ཀུ་ཏོ་ལ་གཅིག་རིག་པུ་དྲི་མ་རྫིས་རྒྱོབ་མ་གཏོགས་ཅིག། ཐ་མི་དད་པའི་དཔལ་འབྱོར་མེད་པ་ཆོས་མེད་པ། སྟོང་མེད་ལས་མེད་བསལ་ཏེ་ཕྱི་རྒྱོབ་མ་རེད། དེ་ཆོག་ཁུར་ཡོང་མ་ཐག་ཆོས་ཀུ་ཏོ་ནས་ཅི་ཡིག་ལེན་ཐུབ་པ་ཅིག་བྱ། མ་ནི་དམིགས་བརྩེ་མ་དེ་བས་གང་གི་ཆ་ནས་ཀྱང། ཅིག་བྱ་ད་འདི་གསུང་ཀུ་ཏོ་ཨ། ཐེ་ལིང་སྤྲུལ་པའི་རེ་མོས་བདག་ལ་བབ་ཆེ། ད་འདི་རེ་མོས་བསལ་གི་འདི་ཡི་གི་ནོར་བཤགས། ར་བྲེང་པོ་རེ་རེད། ར་གྱི་གུ་རིམ་མ་རེད། ཕན་ལས་སྤྲུལ་བའི་རེ་མོས་རེ་མོས་དེ་བདག་ལ་བབས་སོང་ཟད། རེ་ཡི་རེ་དེ་ང་ཕབ་པ་རེད་ད། ད་ང་ཚོའི་ཡུལ་ཀ་ལ་ཕ་མས་ང་ཚོའི་ཕན་ལས་སྤྲུལ་བ་རེད་བ་ཕན་པ་སྤྲུལ་བ་རེད་བ། ད་ད་རེས་ངས་བླ་མའི་སྐུ་དུས་ལ་བཅར་རྗེས་ཀླད་པ་ད་མ་སོང་ནས་ན་ཧ་གོ་རྗེས་དེ་འདྲ་གི་དུ་ན་ཆུ། ད་ངས་ཕ་མ་ཕ་ཕན་ལས་སྤྲུལ་བ་རེད་བབས་རེད། ཕ་མ་རྒྱན་གོག་བཞག་པ་རེད། ལས་ཀ་བྱེད་ཐུབ་ཀི་ཡོད་མ་རེད། ལྟོ་བཟའ་ཐུབ་ཀི་ཡོད་མ་རེད། འཇོན་ཐང་ལྡན་ཐུབ་ཀི་ཡོད་མ་རེད། ད་ངས་ཕ་ཕན་པ་སྤྲུལ་བ་གོ་གི་བྱས་པ་རེད།

རྟ་དང་འདྲ་ཕ་མ་ལོ་བརྒྱད་མཛེས་འཐིབ། གཟུགས་པོ་རྒས། རྒས་ཤིང་འཁོགས། ཟམ་མ་ནུས་པ་འཁྱོག་མ་ནུས་པ་གོང་མ་ཐུབ་པ། དེ་འདྲའི་གནས་ཚུལ་ཅིག་གླེང་འདོད་ཐོག་ད་ང་ཚོའི་ཕ་ཡོག་པོ་རྒྱུ་ཡག་གི། རེ་མོས་འདི་ང་ཚོར་བབ་འདི་ཡོད་ད། ཕན་གླིང་སྤྲུལ་བའི་རེ་མོས་བདག་ལ་བབ། ཆེ་དེ་ཡི་ཕྲིན་ལས་ཆོས་སྐུ་འཁོར་བར་ཤོག། སྐྱབས་གནས་བསླུ་མེད་བླ་མ་དཀོན་མཆོག་མཁྱེན་ཡིད་དམ་རྒྱུད་སྡེ་བཞིའི་བླ་རྫོགས་ཀྱི། འོད་དཔག་མེད་དང་སྤྱན་རས་གཟིགས་ཀུན་མཁྱེན་དམིགས་ཡུལ་མཐར་ཕན་གནས་སུ་དྲངས་དུ་གསོལ། ཆེ།

བདག་འདྲའི་གཟིགས་དང་ལྡན། སྐུ་གསུང་ཐུགས་རྟེན་བཞེངས་ཤིང་མཆོད་པ་ཕུལ། བཤད་བླ་མ་དགེ་འདུན་འདུས་ལ་བསྙེན་བཀུར་ཞུས། ཆོ་ག་བཟླས་བརྗོད་མདོ་སྡེ་ཀློག་པ་དང། ཕྱག་བསྐོར་གསོལ་ལོ་དབུལ་པོར་སྦྱིན་གཏོང་སོགས། རྒྱལ་དབང་གང་བྱེད་དེ་ཡི་དོན་དུ་བསྔོ། བཤད་བདག་ང་ཚོའི་ཁྱིམ་བདག་རྣམས་ལ་ཡང། ཡབ་སྲས་གསུང་གི་སྐུས་མཚོན་པའི། སྐུ་གསུང་ཐུགས་རྟེན་འདི་ནི་དྲ་མ་དྲ་མུན་པོ་བཞི་བོ་ཅི་བཞེངས་བྲིས་ཀྱི་ཡོད་རེད།

ཡང་ན་ང་ཚོས་ཅེས་ཁྲོམ་ར་ཡང་བསླུས་ཤིང་ཡོད་ཀྱི་ཆོས་དོན་ཆུ་ཆུ་དེ་འདྲས། གྲུ་གང་ཚེ་འདྲས་དང་ཐོག་གང་ཚེ་འདྲས་བྱེད་འཇོན་འདྲས་ཆོས་དོན་ཆུ་ཆུ་འདྲས་ཡོང་སྡད་ཀྱི་འདུག་ཨ། འོ་དེ་ཐུགས་བརྟན་ཞེས་བྱ་སྟེ། ད་ང་ཚོའི་ཁྱིམ་ཚང་ནང་ལ་བྱུང་ན་ཅིག་གོ་སྡད་ཀྱི་ཡོད་ད། སྐུ་གསུང་ཐུགས་བརྟན་གསུང་ག་ལོ་ཚང་གོ་ལོ་བ། སྐུ་ཚང་བ་གསུང་ཚང་བ་ཐུགས་ཚང་བ། ད་འདི་ཐུགས་བརྟན། ང་ཚོའི་མཚོན་དོན་དེ་ག་རེ་ཟེར་ན་ཡོད་འདོད་ད་ཐུགས་གསུང་དེ་སངས་རྒྱས་ཀྱི་མཁྱེན་པ། སངས་རྒྱས་ཀྱི་ཡེ་ཤེས་ཞེས་བྱ་སྟེ་བ།

བླ་མ་དངོས་གནས་ཀྱི་གཅིག་བླ་མ་ཡག་པོ་དེ་འདྲས་ཀྱི་གཅིག་བི། ནམ་སེར་འདྲས་དང་བྱིན་འདི་འདྲས་ཡོད་ན་དེ་འདྲས་ཡག་དེ་འདྲས་ཡག་ལུགས། ཨ་ནི་མི་སངས་རྒྱས་བཅོ་མི་ཏེ་ཀྱི་ཀུ་རི་ཀུ་སུ་འདྲ་དང་སངས་རྒྱས་མི་ཏེ་ཨུ་ཏྲའི་སུ་འདྲ་ལྟ། ཨ་རྗེ་བླ་མའི་གཅིག་རྡོ་ཕི་ཐུང་ཀུ་སུ་འདྲ་དང་ཀུ་རི་ཀུ་སུ་འདྲ་བྱུང་ན་ལྟ། ད་བཙལ་བྲ་ཁོར་ཡག་ཤོས་ནང་གི་ཡག་ཤོས་ཆགས་དེར་བ། ད་ནི་ང་ཚོ་ཐུགས་རྟེན་གྱི་ཚབ་དེ་ལ་ཡ་མཆོད་རྟེན་དེ་འདྲ། མཆོད་རྟེན་བྱིན་འབྲིང་དེ་འདྲས་རྩ་ཆེན་པོ་དེ་འདྲ་དང་རིལ་བུ་དེ་འདྲས་རྩ་ཆེན་པོ་དེ་འདྲས་ཡིན་ན་དེ་ནང་དེ་ཡག་ལུགས་ཨ་ནི་མཆོད་རྟེན་བྱེད་ཡག་ཡོད་པ་ཆེ། ཟླ་འདིའི་གསུམ་གྱི་མཚམས་དེ་ལ་ཡང་ང་ཚོ་ནི་འདིའི་དུས་རྒྱུན་དུ། བརྒྱད་སྟོང་དང་གསུམ་བདུན་ཟླ། ཨ་ནི་ལམ་རིམ་ཆེན་མོ་དང་སྔགས་རིམ་ཆེན་མོ་དང་དེ་འདྲའི་གི་དཔེ་ཆ་དེ་འདྲ་ཡོད་རེད། བརྒྱད་སྟོང་ཉག་དུས་ཨ། གསུམ་བདུན་ཉག་དུས་ཨ། དང་ནི་ཤིང་གི་ལམ་རིམ་ཆེན་མོ་ཟླ། སྔགས་རིམ་ཆེན་མོ་དང་ཨ་ནི་ང་ཚོ་ནི་ཁྱིམ་ཚང་ཡག་གི་དེ་འདྲ་ཁག་གཅིག་ལ་ཡང། ད་ལྟ་བུ་མོ་ཡོད་རེད་ཉིས་ཁྲི་ཡོད་རེད་བརྒྱད་སྟོང་ཡོད་རེད་དེ་འདྲ་ཡོད་རེད་པ། འོ་འདི་གསུམ་གི་ཚབ་ཏུ་དེ་རེད། བརྒྱད་སྟོང་པ་དང་ཨ་ནི་སོ་སོའི་ཁང་སྟོང་ཕྱི་ཡང་གི་དཔེ་ཆ་དེ་འདྲའི་ཡག། ཉག་ཏུ་ཡང་འདྲའི་དཔེ་ཆ་རྩ་ཆེན་པོ་དེ་རེད། དཔེར་ན། རྗེ་རིན་པོ་ཆེ་གི་ལམ་རིན་ཆེན་མོའི་སོ་འདྲ་དང་རྗེ་རིན་པོ་ཆེ་གི། སྔགས་རིན་ཆེན་མོའི་སོ་འདྲའི་བྱས་རྗེས་དེ་འདྲའི། ཉག་ཏུ་ཡང་འདྲའི་བྱ་རྒྱུ་ཡག་རེད་ད། འོ་དེ་གསུང་གི་ཚར་དེ་རེད། ད་ང་ཚོ་ནམ་རྒྱུན་དུས་རྒྱུན་དུ་དེ་གས་ཞིང་གི་ཡོད་རེད་ཡ། ཁྱིམ་ཚང་རྣམས་ལ་སྐུ་ཚེ་བཤད་རྗེས་ང་ཚོས་ཅིག་བཞག་འདི་གི་ཡོད་རེད། སྐུ་རུམ་ཆེན་སྐུ་རི་དུ་བ་རྣམ་མེད་ན་ཚོ་བཞག་འདི་གི་ཡོད་རེད། ད་ག་ནས་ཤིང་གི་ཐུགས་བཤད་རྗེས་ང་ཚོས་མཆོད་རྟེན་དེ་འདྲས་བཞག་འདི་གི་ཡོད་རེད། ཡང་སོ་སོའི་ཁྱིམ་ཚང་རྣམས་ལ་བཞག་མ་ཐུབ་པ་ཡིན་ན་ཡང་ང་ཚོས་ཞལ་འདེབས་ཕུལ་རྗེས། དགོན་པ་ཁག་ལ་ཐུགས་རྗེ་ཆེ་རིགས་ཡོད་རེད། ཨ་ནེ་གསུང་བཤད་རྗེས། ང་ཚོའི་ཁྱིམ་ཚང་ནང་ལ་བརྒྱད་སྟོང་དང་ཉིས་ཁྲི་དང་འབུམ་བརྡ། དྭངས་ནས་ཤིང་གི་རྡོ་སྐས་སྲང་གསུམ་བྲི་བརྡ་དེ་འདྲས་ཀྱི་བྱས་རྗེས་ང་ཚོའི་ཉག་ཐིག་ཡོད་རེད་པ། ད་ནི་གས་གང་གི་ཞང་གོ་ཡང་མིག་རུས་ཀྱི་གར་ཆག་དེ་གས་སུ་འདྲེས་འདུག་གོང་སྐུ་གསུང་ཐུགས་རྟེན་བཞེངས་ཤིང་བྱས་དེ་གས་ལ་མཆོད་པ་ཕུལ་གི་ཡོད་རེད། ཨ་ནེ་ང་ཚོའི་ཁྱིམ་ཚང་ནང་ལ་ཡང་རྟག་པར་རེ་བཞིན་ཞོགས་པ་ཡང་ལག་ནོར་མེད་ནས། ཡིན་ཆད་ཕུལ་ཡག་རེད་ཆུ་མིག་ཕུལ་ཡག་རེད། སྤོས་ཕུལ་ཡག་རེད་ཨ་ནེ་སྐབས་རེ་སྐབས་རེ་ཆོས་ཞང་གི་དུས་ལ་ཡང། ཤིང་རྡོག་གསུམ་བྲི་བརྡ། ཡང་དག་ནས་ཤིང་གི་ཆེ་ཁ་ལག་འདི་འདྲའི་བཟོས་ཡིན་པས་ཁུ་ཐུག་ལ་ཡག་གི། ཀ་ཡུ་ན་ལ་ཡང་ཕུལ་འདི་འདྲའི་ཕུལ་ཅན་ང་ཚོ་འདུག་བྱེད་རིགས་ཡག་རེད། འོ་དེ་འདྲའི་གི་མཆོད་པ་ཕུལ་ཡག་དེ་གས་བྱས། སྐུ་གསུང་ཐུགས་རྟེན་བཞེངས་བཞེས་མཆོད་པ་ཕུལ་བྱས། དག་ནས་ཤིང་བླ་མ་དགེ་འདུན་དེ་ལ་བསྙེན་བཀུར་ཞུས་བྱས། ཨ་ན་བླ་མ་དགེ་འདུན་དེ་ལ་བསྙེན་བཀུར་ཞུས་སུ་དོ་སྐབས་རེ་སྐབས་རེ་ང་ཚོ་ལ་བླ་མ་དེ་འདྲའི་སུ་ཁྱིམ་ཚང་ན་ལ་དེ་འདྲའི་ཞུས་བྱས། ཨ་ནི་ཅིག་དེ་ལ་ཡག་ཞེས་དོ་ཕུལ་དུ་ཡག་སུ་མཛད་ད།

དེ་གཅིག་བྱས། བླ་མ་དགེ་འདུན་འདི་ལ་བསྙེན་བཀུར་ཞུས་བྱས། ཆོ་ག་འདས་ཆུ་མདོ་སྡེ་ལོག་པ་དང་བྱས། ད་ང་ཚོ་ཀ་རུ་སྐབས་རེ་ང་ཚོས་ཆོ་ག་བཏང་འདི་གི་ཡག་རེད། ཆོ་ག་ཨང་ལ་ཡོང་འདོད་དོ་ཆ་ན་རུ་ཆོ་ག་ཟེར་སོ་རེད་བ། ང་ཚོའི་བོད་པའི་སྐད་ཡིག་གི་ཐོག་ནས་ཆོ་ག་ཨང་ལ་ཡོང་འདོད་དོ། བྱི་རིག་པ་འདི་ལ་ཡང་ཆོ་ག་ཟ་འོ་ཟེར་གི་ད་ང་ཚོས་བྱི་རིག་པ་འདི་ནས་བྱས་འདི་གི་ཡག་རེད་དཔེར་ན་ང་ཚོས་ཀ་རུ་སྐབས་རེ་གྲོས་ཆོག་བཏང་གི་ཡག་རེད། ཀ་རུ་ཀ་རུ་རྒྱབ་བཞི་བརྒྱབ་འདི་གི་ཡག་རེད་ཀ་རུ་ཀ་རུ་བཤེས་གཉེན་འདྲེ་མདོག་བརྒྱབ་འདི་གི་ཡག་རེད། ཨ་ནི་སྐབས་རེ་ང་ཚོས་དལ་བཅོས་དལ་བཅོས་ཟེར་ཐག་སྐབས་རེ་སྐབས་རེ་ང་ཚོས་ཁ་འཐུང་བྱེད་ཀྱང་བྱེད་ཀྱི་རེད། འོན་ཀྱང་ཚོ་ཁག་གཅིག་ལས་ཡང། གྲོག་མ་ཁ་འཐུང་བྱེད་ཡ་ཡོད་ཀྱི་རེད་ཁག་གཅིག་ལས་ཡང། དོ་སྐྱབས་ཐུགས་རྗེའི་སུ་འདྲེ་ད། ཁག་གཅིག་ལས་ཡང་སྐྱབས་འགྲོའི་སུ་འདྲེ་ད། ཁག་གཅིག་ལས་ཡང་དགའ་ལྡན་ལ་རྒྱལ་གྱི་སུ་འདྲེ་ད་ཨ་ནི་ཁག་གཅིག་ལས་ཡང་འདི། ལྟུང་བཤགས་རྒྱོགས་ཡ་ཐུག་ག་ལྟུང་བཤགས་ཁ་འཐུང་བྱེད་ཡ་ཐུག་ག། འོ་ཐུག་བྱས་རྗེས་ད་ང་ཚོས་དལ་བཅོས་སུ་འདྲེ་ད་ཁ་འཐུང་བྱེད་ཡ་ཐུག་གི་ཅིག་བྱས། ཨ་ནི་སྐབས་རེ་སྐབས་རེ་ང་ཚོས་རྡོག་རྡོ་ལ་འུག་ཡོད་རེད། ད་ལྟ་འདིའི་ཚུལ་ག་འདྲས་ཡིན་ནམ་མ་གཏོགས་ཅི་གི། ཕལ་ས་ལ་ཡང་ཡག་པོ་ཞིག་ཡོད་དཱ། དེ་ཤག་ང་ཚོ་གར་ཕྱིན་ཡོད་ཟེར་ལངས་ཡོད་འདོད་དོ། ད་དེ་རིང་གསུམ་པའི་གནའ་སྔ་ཡིན་པའི་ཆེད། རྩ་གཉིས་ནས་ཕ་གསག་དང་ཚེ་བུ་གཅིག་གཟིམ་གཅིག་གསག་དང་གཟིམ་དྲུག་གཉིས་འདྲེས་ཡིན་ན། ཨ་ནང་དཔའ་བོ་དེ་འདྲས་དང་ཨ་མ་དེ་འདྲས་དམིགས་བསལ་ལས་ཀ་ཞི་བོ་དེ་འདྲས། བྱ་ལ་ཚ་བོ་དེ་འདྲས་དང་ཕྱི་ལོག་ལས་ཀ་འགྲོ་མགོ་ཡང་འདྲས་རེད་འདུག་ན། གསུམ་པའི་གནའ་སྔ་ནས་ཡང་རྫུས་རྗེས། ཨ་ནི་བྱས་རུང་མ་བྱས་ངེར་གཅིག་ལམ་རིང་ཕྱིན་མེད་སོང་འདྲས་དཱ། སྣང་རིང་ཕྱིན་མེད་སོང་འདྲས་དང་སྐབས་རེ་སྐབས་རེ་བརྒྱད་སྟོང་འདྲས་དཱ།

དངོས་གནས་བྱས་ན་སུ་སུ་ཀློག་ན་ཕན་ཡོན་ཆགས་ཡོད་རེད། སུ་སུ་ཡི་གེ་ཤེས་ཀྱི་ཡོད་ནས་དུས་ཚོད་སྤོ་རུ་ཡོད་ན་ཉི་མ་གཅིག་ལ་དེ་ཆ་ཚང་ཚར་གི་མ་རེད་དེ། ཉི་མ་རེར་ཞུ་གུ་གསུམ་བཙལ་ལྔ་བཙལ་བདུན་བཙལ་བྲེལ་བྱུང་ན། དེ་གས་མ་ཀློག་ཅེས་དེའི་ཆེད་རྒྱུགས་ད། ཉི་མ་གང་ང་ཚོ་སྐུ་རུ་འབྲི་བྱའི་ཡི་གེ་བཙོལ་ཐུབ་གི་མ་རེད་དེ། ཆུ་ཚོད་གཅིག་བཙལ་ཆུ་ཚོད་གཉིས་བཙལ་དེ་གས་ཡག་བཙུད། ཡང་ཆུ་ཚོད་གཅིག་བཙལ་མ་ལྷོད་ལྷོད་བྱས་བསྡད། ཡང་ཆུ་ཚོད་གཅིག་བྲི་བྱས་ཡག་བཙུད་རྗེས། འདུག་ཞེས་ཀློག་ད་ང་ཚོ་འགྲིག་བསྡད་ཡོད་རེད་བ། འོ་དེ་དོགས་ཏེ་ཀློག་པ་ཟེར་ཏེ་འོ་ད་དེ་ལྟ།

ཨ་ནི་སུ་སུ་གཅིག་སློབ་གཉེར་བྱ་མྱོང་མེད་པ་ཆོས་ཀྱི་ཆུ་ཚད་མེད་པ་འགྲོ་སྟངས་མེད་པ། ཉམས་མྱོང་མེད་དུ་ཁྱོད་གཅིག་གང་ལས། ཐམ་ཡག་གི་དཔེ་ཆ་འདི་བླ་མ་རྫུན་མ་དར་བོ་རྫུན་མ་གཅིག་གིས་ཨ་ལ་པ་ལ་གཅིག་གིས་བྲིས་ཤོག་གི་དཔེ་ཆ་གཅིག་གང་ལ་འཐམ་རྒྱུ་ཁྱེད་ཤེས། ཨ་ནི་ང་ཚོ་ཁྱེད་མཚར་བཞི་བོ་ཆགས་སོང་ང། ལོ་ལྔའི་ལོ་ངག་ཐམ་དེར་འཇོག་སྲོལ་ཆགས་སོང་པ། དེ་སང་ད་འདི་གུ་ནར་མོ་ཆེན་གྱིས། མདོ་སྡེ་ཀློག་པ་ཟེར་བཞིན་སྐད་ཆ་དེ་འདྲ་ཞིག་བཤད་འགོ་འདུག་ཨ། གཙང་ཆེན་བཅོས་མའི་སྟེང་གི་འདོད་ཡོན་གསུམ་དེར་ད། ད་དཔེར་ན་ད་ལྟ་ང་ཚོས་དེའི་སྟེང་དུ་ཡང་དེ་ག་རེ་བཟོས་འདུག་གུང་ཐང་ཐམས་ཅད་མཁྱེན་པ་བཟོས་འདུག་གཙང་གི་མི་དེ་བ་གཙང་ཆེན་པོ་དེས་སུ་མི་ཤེས་ཤོག་གི་དཔེ་ཅི་དེ་ཆགས་ཐུག་གི་རེད་བ། དེ་མ་ལོག་གི་ཡིན་ཞེས་ནས་འོ་ད་དེ་དེ་ད། མདོ་དེ་ལོག་པ་དང་ཞེས། ད་ག་ནས་ཤིག་ང་ཚོས་ཕྱག་འཚལ་གི་ཡོད་རེད། ད་ཕྱག་དེ་ང་ཚོས་དགོངས་པ་ཡག་པོ་བཞེས་ཨ། ཡིན་ཅིག་མིན་ཅིག་གི། དགོངས་པར་ཅིག་ལ་མཆོད་མཇལ་སྤྲོ་ས་ཅིག་ལས་བཟོས་ན་ནི་གཞི་ནས་ཕྱག་འཚལ་དེ་བས་མ་གཏོགས་ཅིག་གི། མཆོད་མཇལ་སྤྲོ་ས་དང་དེ་འདྲ་ག་གལ་མེད་ན། ཕྱག་འཚལ་མོག་བས་སོ་དེ་འདྲའི་རྩ་བ་ཉིད་ནས་མ་གདའ། ཕྱག་དེ་ང་ཚོ་སོ་སོའི་ཁྱིམ་ཚང་རྣམས་བཙལ་ཞིག་ད་ད་གེ་འགྲིག་གི་ཡོད་རེད། དཔེར་ན་དགོན་བདག་མ་ཉེ་དགའ་ལ་མོ་ཁི་ཐུང་ལ་ཡིན་ཡང། ཉུང་ཤོས་ལ་ཉི་ཤུ་རྩེག་གཅིག་ཞིག་མ་བཙོས་ད། བདུན་རྩེག་ལྔ་རྩེག་ཉུང་ཤོས་ཉུང་ཤོས་ལ་གསུམ་གཅིག་བཙོས་ད་ཡ། མ་ཉེ་དགའ་ལ་མོ་ལ་ཡིན་ཡང། ཕི་གིས་ཆོས་ཞུ་ངོ་བསྟུན་ཏེ་འགྲོ་ཐུབ་ན་ཡག་ཤོས་ན་ག་ཡག་ཤོས་དེ་བྱས། དེ་ཚོས་ཆོས་ཞུ་ངོ་བསྟུན་ཏེ་འགྲོ་ཐུབ་ཀི་མི་འདུག་ནས། སུ་སུ་ཉལ་སྡོད་ཟེར་དེ་ཉལ་ཟེར་དེ། དེ་འདྲི་ཡོད་ཟེར་དེའི་ཁུ་ཐུག་དེ་ནས་མ། རྐུན་ཇག་རྩལ་ཞིབ་ཡག་པོ་ཞིབ་བཅོས་རེད། རྐུན་ཇག་རང་བྱེད་ཅིག་མ་རྩོད་ད། ཕལ་ཆེན་པོ་ཞིབ་བཅོས་རེད་ཆང་རྩོད་ད། དེ་ཡག་ཤོས་བྱུང་ན་ནི་ཉི་མ་རེ་རེར་ཉིས་བརྩེགས་གཅིག་བརྩེགས་གཅིག་བརྩེགས་ཐུབ་པ་བྱས་ན་ཡག་ཤོས་ནང་གི་ཡག་ཤོས་ད་དེ་རེད། དེ་རིང་ཉིས་བརྩེགས་གཅིག་བརྩེགས་སེང་ཉིས་བརྩེགས་གཅིག་བརྩེགས་གནག་ཉིས་བརྩེགས་གཅིག་བརྩེགས་དུ་བྱས་བས་ན། དམིགས་བསལ་པའི་དུས་ཚོད་ཟིན་རྗེས་ཆེད་དུ་གཉེར་ནས་ང་ཚོ་རྐུན་ཇག་ཕུད་གི་ཡིན་ཕྱིན་དེ་འདྲའི་མགོ་བྱས། ཉི་མ་རེ་རེར་ཉིས་བརྩེགས་གཅིག་བརྩེགས་གཅིག་བརྩེགས་གཅིག་བརྩེགས་གཅིག་བརྩེགས་བྱས་འདུག་འགྲོ་ཉེན་ཡིན། ཨ་ནི་གང་ཚོགས་ཕྱིན་ལོ་གཅིག་གླེང་ཡོད་དུས་ད་ང་ཚོ་ག་ཚད་རག་ས་རེད། ལོ་གཉིས་གླེང་ཡོད་དུས་ད་ག་ཚད་རག་ས་རེད། ཨ་ནི་ཞུ་བ་མེད་ཚེ་ནང་ལ་དཀའ་ལས་བཏབ་ཡོད་མོད་ནི་ག་ཚད་ཅི་ར་ས་རེད་དེ་ང་ཚོ་ཆ་དེ་གཅིག་ང་ཚོ་བསམ་བློ་གཏང་དགོས་དང་ང་ཚོ་བོད་པ་རེད་བ། ངས་གལ་སྲིད་ཁྱེད་ཀྱི་ཉི་མ་དང་པོ་གཉིས་ཀ་ཞུས་མ་ང་ཚོ་མ་ཉལ་སྡོད་དུས་ཨེ་པེ། བུ་ཆུང་ངས་གཉེར་བྱེད་མ་ནས་མེད་བྱེད་ཆ་མེད་བྱེད་ཁ་ཁ་མེད་བྱེད་བྱེད་པེ། མ་འདོག་ཤོག་བྱེད་ལམ་སང་མ་ཉལ་སྡད་ཨེ་ཡར་ལངས་ཡོང་དུས་དུ་མ་ནས་མིག་རྩིབ་མ་དང་དེ་འདྲས་དང་ཆ་དང་ཁ་ཁའི་སྐད་ཆ་མེད་བྱེད། བུ་ཆུང་ལ་ལངས་ཚེ་ཡར་ལངས་གི་ལྟེབ་ན། དེ་ང་ཚོ་བོད་བའི་མི་སྐད་དང་ཐུགས་སུ་མ་བརྡ། ད་ང་ཚོ་ཆ་ཚེ་ཨ་དེ་གཅིག་བྱེད།

ཨ་ཞོགས་བ་ཡང་ང་ཙི་ལགས་ཨ་ནི་དོ་བ་མི་ཅི། ཡིན་ཞོ་ཕུད་ཁུ་བ་ད་དེ་ནས་ད་ཁྱི་ད་ནི་ལས་ཀ་བྱེད་དགོས་འདི་བྱེད་ཨ་ནི་ང་ཚོ་དོ་བ་དགོན་པ་ལ་ཀོ་རེ་སོ་ད་འདྲེ་བྱེད། ཞོགས་པ་རེ་ཐེངས་མ་རེ་ཡེ་རེ་སྐྱུག་ད་ཁུ་དེ། གོམས་གཤིས་ཅག་དེ་གི་རེད་པ། ཨ་ང་ཚོ་ལྷས་གསེར་ལ་ག་ཚད་མི་འདུག་ཆུ་ཚོད་ལྔ་བ་ཙི་ནས་ལངས་རྗེས། ཀོ་ར་གྲོ་གཉིས་བཞི་བོ་གཅིག་ཡང་དེ་གི་འདུག་ག། ཁ་ཤས་ད་ལ་ཞོགས་པ་ཀོ་ར་གསུམ་རྒྱབ་ཟིན་འདྲེ་བ་རེད།

དེ་ང་ཚོ་དངོས་གནས་བསམ་བློ་བཏང་ཁུག་ཡོད་ལ། འོ་དེར་ང་ཚོ་དེའི་བསམ་དོགས་ཨ། ཆོས་བྱེད་ཡང་དེ་ཕི་ཀེ་ཕ་ལྷས་སའི་ཁྲིར་སླེབས་སོང་ན་ཆོས་བྱེད་ཡོད་ཨ་ད། དོ་ཨ་ཚོས་སླེབས་སོང་ན་ཆོས་བྱེད་མ་ཤོར་བས་སོང་འདྲེ་མ་ཨ་ད། ཨ་ནི་ཆོས་དེ་ལྷས་སར་གི་གཅིག་འབེལ་ཁང་ལ་བབས་ཏེ་སླེབས་སོང་འདྲེ་མ་ཨ་ད། ཆོས་དེ་ང་ཚོ་གང་གཱའི་གཅིག་འབེལ་ཁང་ལ་བབས་ཏེ་འགྱོ་ད་གང་གཱའི་ཕྱི་དགུ་རེད། དེ་སང་ཞོགས་པ་ཡང་ང་ཚོ་ལ་ཕྱག་དེ་འདྲེ་བཙལ། ཨ་ནི་ད་དོ་ཁོང་ནས་ཕ་བསམ་དོགས་ཨ་གོ་ན་པ་ཉེ་ག་ལ་མོ་ལས། ཕྱག་ཏིག་ཏིག་བཙོལ་དོན་ཨ་ནི་ང་ཚོ་ཡག་པོ་བྱོས་རེད།

ད་ད་ལྟ་ང་ཚོ་དེ་འདྲའི་དགེ་རྒན་མེད་པ། ཤག་དང་སྐོར་ར་བྱས། ཨ་ནི་ང་ཚོས་སྲོག་བླུ་བཏང་ཞིག་ཡོང། འོ་ད་དེ་ཅིག་རེད་སྲོག་བླུ་བཏང་ཞིག། ད་སྲོག་བླུ་གཏོང་སྟངས་འདི་ང་ཚོ་རྣམ་དཔྱོད་དང་ལྡན་པའི་སྲོག་བླུ་ཞིག་བཏང་དགོས་ཀྱི་འདུག་ཨ། ད་སྲོག་བླུ་གཏོང་སྟངས་འདི་ནི་ཡག་ཤོས་ནི་འང་ཡག་ཤོས་དེ། ང་རའི་ངོས་ནས་སེམས་ཅན་ག་འདྲའི་སྦྱིན་པ་ཡིན་ན་ལེ། དེ་སུ་གཅིག་གིས་སྲོག་བླུ་ནུས་པའི་ལས་ཀ་གསར་རེ་རྩ་བ་ཉིད་ནས་བྱེད་ཀྱི་མེད་བསམ་བསམ་ཅིག། ཆེ་ས་ནས་མི། ཆུང་ས་ནས་ས་གའི་བུ་སུ་སོགས་ཤ་ཟུ་འདྲེ། རྟ་ངན་སོགས་ལ་གནོད་པའི་ལས་ཀྱི་རྩ་བ་ཉིད་ནི་བྱེད་ཀྱི་མེད་སང་སང་འོ་དེ་སང་ད་འདིར་ད། ད་དུས་སྲོག་ལུས་ཡོད་དུ་བྱོ་ཡོད་དུ་བྱོ། ད་སྲོག་ལུས་ཡག་ཤོས་ན་ང་ཡག་ཤོས་དུ་སུ་སུས་སྲོག་ཤོས་སྤང་ཡག་དུ་བྱེད། ཞེས་ང་ཚོས་རྨ་ཤི་སའི་ས་ཆ་ལ་སྐྱེལ་སྒོ་བྱེད་ན་ལས་རྨ་ཤི་སའི་ས་ཆ་ལ་སྐྱེལ་ཡོག་མ་རེད། ང་ཚོ་འདི་ནས་མ་རྒྱ་ནག་ལ་འགྲོ་ཉེན་ཡིན་ན་ལས་གང་ཚ་འདི་ནས་ཤི་འགྲོ་གི་རེད་ང་ཚོ་འདི་ནས་མ་ལྷས་ས་ལ་སྤོས་འགྲོ་ཉེན་ན་གང་ཚ་འདི་ནས་ཤི་འགྲོ་གི་རེད། ཅི་ཡེ་དུ་བ་པོས་དུ་ཉེ་གནས་ལ་གང་འཚོ་བྱེད་དུ་ཤི་དྲུག་ལྷ་ཡུལ་ལས་སྐྱེས་པའི་གནས་ལ་གང་འཚོ་བྱེད་དུ་ཤི་གི་རེད། མི་ཤི་སའི་ས་ཆ་ག་གེ་ཅིག་སྐྱེ་སོན་ཡང་མ་རེད། ད་སྲོག་བླུ་ཡག་ཤོས་ནང་གི་ཡག་ཤོས་དེ་ང་རང་ཚོ་ངོས་ནས་སྲོག་ཤོད་སྤང་ཡག་དེ་རེད། གང་འདུག་སྤྱི་འཐུས་ཀྱི་སྲོག་ལ་གནོད་པའི་ལས་ཀ་ཡིན་ན་འོག་ཏུ་རྩ་བ་ཉེ་ནས་བྱེད་ཀྱི་མེད་སང་སང་གི། དེ་འདྲས་ཀྱི་དམ་བཅའ་བཞག་རྗེས། ཚེ་ང་ན་ལ་ཡག་ངས་སྲོག་གཅོད་བྱེད་ཀྱི་མེད་སང་སང་གི་བསམ་སྟངས་དེ། ད་ཚེ་ད་ཡག་ཤོས་ནང་གི་ཡག་ཤོས་ཅིག་གདའ། སུ་སུ་ཚེ་རིང་རི་བྲང་ཡག་གི། སྐུ་རིམ་ཞག་ཏོག་ཡག་ཤོས་ནང་གི་ཡག་ཤོས་དེ་སྲོག་ཤོད་སྤང་ཡག་དེ་རེད། དེ་རེད་ད། དེ་རེད་འོ་དེ་གཅིག་ཡིན་ད། གཙོ་བོ་ལུགས་སུ་བཤད་ནས་གཅིག་བྱས། ཨ་ན་ང་ཚོ་དབུལ་པོར་བྱེད་འདོད་ཅིག་ཡོད་རེད་ད། ད་ང་ཚོ་དབུལ་པོར་བྱེད་འདོད་ཅིག་བྱས་ཤེས་ན་དམིགས་བསལ་ཁེ་ཡོད་མ་རེད་ཀུ་རེ་ཀུ་རེ་ང་ཚོས་ཅིག། ལྷས་སུ་འདོར་བ་ད་དེ་འདྲས་ཟ་ཁང་ནང་འདོར་བ་ད་འདྲས་དེའི་ཤི་བ་གི་ཐུག་ལེ་ཡ། འདོར་བ་མོ་རྫ་བིང་རྫ་ལོང་དུ་ཉེག་སོ་ད་དེ་འདྲས་ཐུག་ནས་དེ་འདྲས་ལེ་ཡ་བལྟས་དེ་བལྟས་ཡ་དེ་རེད། དེ་མ་གཏོགས་ད་ཡང་ང་ཚོས་དམིགས་བསལ་ཆེད་བྱས་པས། སུ་སུས་ཉོག་བྱས་རྒྱབ་བྱས་མོ་ཏྲི་ཁྲིད་བྱས་ཨེ་ནུས་པས། ཅིག་བལྟས་ག་ཅིག་མི་ཟ་འདྲས་ད་དེ་འདྲས་ཡ་མི་ང་རང་ཚོས། གང་སྲིད་པ་རེད་དེ་ག་ལེ་ཁ་པོ་ཞིབ་ཅིག་ཡོང་དེ་གི་དེ་ཡོང་གི་མ་རེད་ད། དབུལ་པོར་བྱིན་གདུང། འོ་ད་དེ་ཅིག་བྱས། ད་ནི་ཡོད་ཐམས་ཅད་ལོ་གང་གི་དགེ་བ་གང་བྱས་བྱས། ངས་དགེ་བ་ག་འདྲས་བྱས་ཞེས་ན་ལས། དེ་ཐམས་ཅད་ལོ་གང་གི་དེ་ཡི་དོན་དུ་བསྔོ་གསུངས་པ་འདྲ། དེ་ཡི་དོན་དུ་སུ་ལ་ཡོད་འདི་དག་ང་ཚོས་སུའི་དོན་དག་ལ་རེ་ཟེར་ན། ཨ་མ་དྲིན་ཆེན་དེའི་དོན་དག་ལ་བསྔོ་གི་ཡིན་གསུངས་པར་གདའ། ངས་ཨ་མ་དྲིན་ཆེན། ཨ་མ་དཔལ་གཅིག་སྙེམས་ཆུང། ཨ་མ་སེམས་པ་བཟང་པོ་དེའི་དོན་དག་ལ་ད་ངས་བསྔོ་གི་ཡིན་ཞེས་ནས། ད་འདྲས་གསུང་ང། སྐུ་ཞང་ཁྱོད་དེ་སྐད་བཤད། ད་ནང་བཞིན་གྱི་གསུང། སྐད་གདོང་འདའ། བུམ་དང་ཉི་ཁྲི་ལ་སོགས་པ་དེ་འདྲའི་ཚུལ་ལུས་ཤིང་ཉོག་གི་དེ་འདྲས་བྱས། དང་ནི་ཤིང་གི་ཐུག་མཆོད་རྟེན་ལ་སོགས་པ་དེ་འདྲས་བྱང་ཞིང་ཉོག། ཡང་ན་མིའི་བྱང་ས་ལ་ངའི་ཞལ་ནས་ཕུལ་བུ་ལ་སོགས་པ། དེ་འདྲས་ཀྱིས་བསྟོད་ནས་བསགས་ཤིང་ཉོག་གི་དགེ་བ་གང་འདྲས་བྱས་པས་ནི་ཡང་བྱས། ཨེ་ན་བླ་མ་དགེ་འདུན་གྱི་དུས་ལ་བསྙེན་བཀུར་ཞུས་ཤིང་ཉོག་གི་དགེ་བའང་བྱས། ཨེ་ན་ང་རང་གི་གཅིག་གི་ཆོ་ག་བཟླས་བརྗོད་བྱས་ཤིང་ཉོག། ཁང་སྟོང་བྱས་ཤིང་ཉོག་དེ་འདྲས་ཀྱི་དགེ་བའང། ཨེ་ན་ངས་ཕྱག་འཚལ་ཞིང་བསྐོར་བ་བསགས་ཤིང་ཉོག།

འོ་དེ་འདྲས་ཀྱི་ཆེད་དུ་ངས་བསྔོ་གི་ཡིན་ཞེས་བྱས། ད་འདི་བསྔོ་བ་ཟེར་ཏེ་ག་རེ་ཟེར་ན། ཕ་བཏང་བས་སྐྱེ་འཆིར་གདའ། བསྔོ་བ་ཟེར་དུས་དུ་ངའི་དགེ་རྩེ་འདི་གས་དགའ་དགའ། དེའི་ཆེད་དུ་ཕ་བཏང་གི་ཡིན་ཞེས་བྱས། ཨ་མ་ལ་ཕན་ཐོགས་ཀྱི་རྒྱུ་ལུས་ཕ་བཏང་གི་ཡིན། རྒྱུ་ལུས་ཕ་གྲོགས་པོ་ཤོག་བྱས་ཟིན་ལབ་པ་འདི་ལ་ཡ། བསྔོ་བ་ཨ་ཟ། ཅི་ལྟར་ང་ཚོ་འདི། ནམ་རྒྱུན་དུས་རྒྱུན་དུ་སྨོན་ལམ་དང་བསྔོ་བ་ལ་མཁས་པ་བྱེད་ཤག་རེད། སྔོ་བ་ལ་ཡང་རྫས་མིག་ལྡན་ཡང་ཞེས་གུག་ཡོད་རེད་ངས་འདི་བྱས་པ་ལ་བརྟེན་ནས་ས་ཞེས་གུག་ཡོད་རེད། རྨོ་ལོམ་ལ་ཡང་དེ་ནས་གོ་བ་མ་རེད་རྨོ་ལོམ་ལ་ཡང། གང་ཧམ་པ་ཆེ་ཆེ་རྒྱབ་ཤར་འགྲིག་རེད། ང་ཅི་བྱེད་ཡོང་ཤོག་མང་མང་ཡོང་ཤོག་ཅི་བྱེད་ཡོང་ཤོག་བྱས་ནས། རྫས་མིག་ལྡན་ཡང་ཟེར་གི་ངས་འདི་བྱས་པ་ལ་བརྟེན་ནས་ཟེར་གི་གི་མེད་པའི་དོན་ལས། ཁོ་རྨོ་ལོམ་དཀྲུག་ཡོད་རེད། ད་སྔོ་བ་བཟོས་དུས་ཡང་མེད་ན་ངས་ཡིན་ཆད་ཕུལ་ཤོག་དགེ་བ། ཡང་མེད་ན་ངས་ཕྱག་འཚལ་ཤོག་དགེ་བ། ཡང་མེད་ན་ངས་སྡོམ་པ་གསུངས་ཤོག་དགེ་བ། ཨ་ན་ད་རེས་འདི་ང་ཚོ་ཉིན་མོ་བཅུའི་རིང་གསུང་ཆོས་ཉན་ཤོག་གི་དགེ་བ་ཞེས་བཤད་རྗེས།

ད་ང་ཚོས་ག་རེ་ཞིག་རེད་ཟེར་ན་ཡོད་དོ་ཨ་མི་ཚེ་འདི་ལས་ཡང། སུ་སུ་འདའི་འདས་ཚོད་པུར་ལ་ཡང་མ་ནི་མིག་ཚེ་མ་རེད་ད་གཟོད་ག་རེ་ཞིག་བྱས་ཤེས་ནས་ལེ། འོ་དེ་འདྲས་ཀྱི་སྟོབས་ཀྱི་ས་ཞོག་གི་གེ་མཛའ་འདི། ཨ་ནི་ངའི་ཨ་མ་ཁྲི་ཆེ་འདི་ལ་ཅིག་ཕན་པ་ཞོག་དཔའ་བོ་ཁྲི་ཆེ་འདི་ལ་ཅིག་ཕན་པ་ཞོག་ཅེ་ན། འོ་ད་མོ་ལོ་མཁྱག་ད་འདྲས་དེ་མོ་ལོ་མཁྱག་དེ་འདྲས་ཞེས་ཆགས་ཏེ་རྒྱག་རེད། དེ་ཡི་དྲིན་ལས་ཆོས་སྐུ་འཁོར་བར་ཤོག་ཅེས་སྐྱབས་གནས་བསླུ་མེད་བླ་མ་དཀོན་མཆོག་མཁྱེན་ཡིད་དམ་རྒྱུད་སྡེ་བཞི་ཡན་ལྷ་ཚོགས་ཀྱིས་འོད་དཔག་མེད་དང་སྤྱན་རས་གཟིགས་སྐུ་གྱི་དམིགས་ཡུལ་ཐར་པའི་གནས་སུ་དྲངས་དུ་གསོལ། ཚུལ་ཁྲིམས་རྣམ་དག་མང་འདོད་ཞིང་སྲིད་གསང་སྡིག་དང་མ་འདྲེས་ས་བོན་དངོས་པོ་གཙང། མིང་དང་གྲགས་འདོད་མིན་པར་ཕན་སེམས་ཀྱི་རྟགས་ང་ཚོ་དེར་བལྟ། ང་ཚོ་སོ་སོའི་རྒྱུད་ལས་ཡང། ཚུལ་ཁྲིམས་ཞེས་བྱས་འཇིག་རྟེན་ཡག་ཤོས་ཀ་རེད། ཚུལ་ཁྲིམས་མི་སྲིད་དུས་ག་སོས་འོས་སམ་སྡོམ་པ་སྡོམ་པ་ཟེར་དེ་རེད། ཚུལ་ཁྲིམས་རྣམ་དག་མང་འདོད་ཞིང་སྲིད་གསང་ཆེ། ད་ང་ཚོ་ཆོས་འདི་རྣམ་པར་དག་པ་ཅིག་ཡོང་བར་བྱེད་པ་ལ་ཡང། ང་ཚོ་དེའི་རྒྱུ་རྐྱེན་ཁ་ཤས་ཆེ་དེ་གས་ངེས་དབང་དུ་འགྲོ་དགོས་ཀྱི་ཡོད་རེད། ད་རྒྱུ་རྐྱེན་གཅིག་དེ་ག་རེ་རེད་ཟེར་ན་ཡོད་དོ་ད་ང་ཚོས་ཚུལ་ཁྲིམས་རྣམ་པར་དག་པ་ཞིག་ལེན་དགོས་རེད་ཟེར་གྱི་ཡོད།

ད་ནི་ཡང་ནམ་རྒྱུན་དུས་རྒྱུན་དུ་གཅིག་དཔེ་ཆུང་དུང་སྐྱ་ལ་དགའ་པོ་ཤོར་གྱི་ཡོད་དམ་ཅི་བྱས་ན། ད་ནི་ད་རེས་ཀྱི་ང་ཚོའི་གསུང་ཆོས་འདི་བརྒྱུད་རྗེས། ཆུང་དུང་སྐྱ་དེ་ང་ཚོས་ཐག་གཅོད་གཏོང་ཤེས་ད་ད་གེ་ཀྲིག་ཀྲིག། ད་ངས་འདི་སྤང་གི་ཡིན་བསམ་ས། ད་ངས་འདི་མ་བཤམས་པ་ཡང་ཡང་རྩ་བ་ཉིད་ནས་མི་འདུག་བསམ་སོབ་ཅི། འོ་ད་འདིར་གདའ། ད་ང་ཚོས་འདི་ནས་མ་བླ་མའི་ཡིན་དེ་མ་བཤད་འདོད་དོ་འདི་ཡིན་གཅིག་མིན་གཅིག་སྤང་དགོས་ཀྱི་ཡོད་རེད་བསམ་རེད་མ་གཏོགས་གཅིག་གི། ཡིན་གཅིག་མིན་གཅིག་སྤང་དགོས་ཡོད་དམ་མ་སྤང་ན་ཁྱེད་རེ། མི་བྱས་ཆོག་གི་མ་གདའ་ལྟོ་ཟ་ཆོག་གི་མ་གདའ་འདི་ཟིག་ཡང་མ་གདའ། བཙན་ཤེད་མ་གདའ། ང་ཚོ་རང་མོས་རེད། རྩ་བ་རང་ནས་ཀྱིས་ང་ཚོ་ཆོས་ཀྱི་འགྲོས་དག་འདི། སེམས་ཀྱི་ནང་ལ་ཡང་བྱེད་འདོད་ཀྱི་འདོད་པ་ཅིག་སྐྱེས་པའི་སྟེང་ནས། ཨ་ནི་ལག་ལེན་སྐྱེལ་ཡག་ཅིག་རེད་མ་གཏོགས་ཅིག་གིས། དགེ་རྒན་གྱི་ཡིན་ནའི་མ་དགེ་ཕྲུག་ལ་བཙན་ཤེད་བཏང་ཞེས་པའི་དེ་ཆོས་ལ་གྲུག་གི་ཡང་མ་རེད། གབ་སུལ་དེ་དེ་ཆེས་ཡང་དག་ཧ་པོ་ཞིག་རེད་དེ་ཆོས་ལ་གཙང་སྙིང་ནས་དྲོ་ཅིག། ཆོས་ཟེར་ཡང་དེ་སེམས་ཀྱི་ནང་ལ་ཡང། བྱེད་འདོད་ཀྱི་འདོད་པ་ཅིག་སྐྱེས་དང་འདོད་ཅིག་ལངས། ཅེས། ཨ་ནི་དེ་འདྲས་ཅིག་གི་སྟེང་ནས་ལག་ལེན་འགོ་བཙུགས་ཤིག་ཡོད་ཅིག་དེ་གོ་ཐེབས་ཀྱི་ཡོད་རེད་པ། ད་ང་ཚོས་སུ་སུ་ལ་བསམ་བཏང་ཤོག་ཨ། དཔེར་ན་སུ་སུ་ནམ་རྒྱུན་དུས་རྒྱུན་དུ་གཅིག་གི་ཟ་ཁང་ནང་ལ་ཡིན་ཡང། ཁྱམས་གཡང་ལ་ག་བུ་ཤི་བོ་གཅིག་ཡོད་པའི་ཆེད་རྗེས། གྲོགས་པོ་ཡང་ན་བླ་མས་ཅེས་དགོ་ནག་མ་སམ་མོ་རུས་བུ་དོད་པའི་ཟ་ཁང་ནང་ལ་ཁྱམས་འདི་ཉོ་གི་སོ་ཐལ་དེ་འདྲ་བྱིན་པས་ནི། ད་སྐབས་སུ་རི་ང་ལས་དེ་ཏིག་ཏིག་བྱེད་ཅིག་བ། ཉུང་རུ་འགྲོ་ཡག་གི་ཐབས་ཤེས་ཅིག་ག་འདྲ་ཞིག་གཏང་པ་དཀའ་དོ། དེ་ཅིག་ང་ཚོས་བསམ་བློ་གཏོང་ད། ཨ་ནི་ཡང་ང་ལ་གཞན་དག་གི་གས་ཤུལ་ཡང་ཅང་མེད་དེ་ད་ང་ནུ་རྒྱུ་ཁ་མང་པོ་ཤི་ཚེ། བྲལ་བྱས། ཕ་མ་སྤུན་ཆགས་ཀྱི་བག་ཚ་ལ་ལ་ངས་མ་བྲིས་པའི་གཟུགས་ཀྱིས། གྲོང་པ་ཡས་མས་ཀྱི་བག་ཚ་ལ་ལ་ངས་མ་བྲིས་པའི་གཟུགས་ཀྱིས་ལུང་མན་ནང་གི་མིའི་བག་ཚ་ལ་ལ་ངས་མ་བྲིས་པའི་གཟུགས་ཀྱིས། ང་རང་ཚོ་ངོ་ཤེས་དེ་གས་ཀྱི་ཀྱི་ལི་ཡ། ངས་འདྲ་མ་འདྲ་བཤད་ཅེས་དཀྲུགས་ཤིང་ཐིག་དཀྲུགས་ཀྱིས། དཀྲུགས་ཤིང་རྒྱབ་སང་སང་གི་སང་ལོ་དུ་མས་དེ་སྐད་ཅེར་དེ་གཅིག་ཕྱག་ཕྱིན་བཅས། སྐད་ཅོའི་བཟོ་ལྟར་དེ་གཅིག་དོང་ཕྱིན་བཅས་ངས་ཁྱད་མཚར་བོ་ཞིག་པོ་ཕྱག་དཀྲུགས་སོ། དེ་འདྲའི་གི་ཐོག་ནས་ཡོད་མ་ནི་ཨ་ནེ་ད་རེའི་གསུང་ཆོས་དེ་བརྒྱུད་བཅས། ངས་ཁ་དེ་ཐིག་སེ་ཉུང་བཏང་གི་ཡིན་སང་སང་གི་སང་ལོ་དེ་ད་འགོག་རྒྱུ་རེད།

ད་དོ་དོན་རྟོག་རྟོག་ཏུ་ཕྱིན་ན་སུས་སུ་སོ་བརྟག་ཅི་བརྟག། ངས་ཁྱེད་སེམས་ལ་བསུ་ང། ང་ཚོ་སྤུ་ལུ་སུ་ལུ་གཉིས་ཡག་འདྲ། ཕྱི་ལོག་དེ་ནས་མི་གཞན་དག་ཅིག་གིས་མི་དེ་གཞན་དག་ཅིག་དཀྲུགས་འདོད་གཉིས་ཀྱི་བོགས་ཐོ་གཅིག་ཆད། སྤུ་ལུ་སུ་གཅིག་ཆད། སུ་སུས་སུ་སུ་དཀྲུགས་གཉིས་ཀྱི་སྤུ་ལུ་སུ་གཅིག་ཆད་བཅས་གཉིས་ཡག་རེད། ང་ཚོ་ཆོས་བྱེད་གཉིས་ཀྱི་མི་ཆོས་པ་སུ་གཉིས་དེ་ག་འདྲ་ཞིག་བཀུག་ཡོད་རེད་ཟེར་ན། སུ་སུས་སུ་སུ་དཀྲུགས་གཉིས་ཀྱི་སྤུ་ལུ་སུ་དེ་བཀུག་ཡོད་རེད་ད། སུ་སུས་སུ་སོ་བརྟག་དཔྱད་བྱས་རྗེས། ཁ་མང་དྲགས་འདུག་གས་ཁོག་པ་རྣག་དྲགས་འདུག་གས། སེམས་སྡུག་དྲགས་འདུག་གས། ནམ་རྒྱུན་བསྟེན་སྟངས་དེ་ཅིག་རྟག་པར་མ་བསྡད་པ་ཅིག་ཅིག་ཆགས་ཀྱི་འདུག་གས་གར་བྱེད་ཀྱི་འདུག་འོག་དེ་ཀྲུང་ཨན་བདེ་ཧ་གོ་ས་སོ། དེ་རྒྱུ་ཆོས་དང། ད་འདི་ཀྲུང་ཞེས་སུ་སུས་ཉན་པ་དེ་སུས་སུས་ཤེས་ཀྱི་འདུག་ན་སུ་སོ་སྐྱོན་ཡོད་པ་དེ་སུས་སུས་ཧ་གོ་གི་འདུག་ན་ཆོས་ཤེས་ཀྱི་ཡོད་རེད། ད་ང་ཚོ་ཆོས་ཤེས་འདུག་མ་ཤེས་ཀྱི་ཚད་དེ་འོ་དེ་རེད་ད། རང་གི་སྐྱོན་ཆ་རང་གིས་བརྟག་བྱས་བྱས་ནས་རང་གི་སྐྱོན་ཆ་རང་གིས་འཛག་ཚུལ་གྱི་འདུག་ན། སོ་སོའི་སྐྱོན་སོ་སོས་ཧ་གོ་གི་འདུག་ན། སོ་སོའི་སྐྱོན་སོ་སོས་ཤེས་ཀྱི་འདུག་ན་ཆོས་ཤེས་ཀྱི་ཡག་རེད། ཤེས་པ་ནང་བཞིན་བཤད་ནས་སྤང་བླང་ལ་སྐྱེལ་བྱེད་ལག་ལེན་སྐྱེལ་བྱེད་ངས་ཕྱི་འབྱོར་དེ་འདྲས་བྱེད་ཀྱི་མེད་བསམ། བསམ་བློ་བྱེད་ལས་བྱེད་ལག་ལེན་ལ་སྐྱེལ་ཐུབ་ཀྱི་འདུག་ན་ཆོས་བྱེད་ཀྱི་ཡག་རེད། ཆོས་ག་ཚད་མོ་ག་ཚད་བྱས་ཤེས་ཟེར་ནས་སོ་སོའི་སྐྱོན་སོ་སོས་རྩ་བ་ཉིད་ལ་འགོ་ཚུགས་ཀྱི་མི་འདུག་ན་ཆོས་ཤེས་ཀྱི་ཡག་མ་རེད། ད་ག་ནང་བཞིན་སོ་སོའི་སྐྱོན་སོ་སོས་འགོ་ཚུགས་པ་ནང་བཞིན་ལག་ལེན་ལ་རྩ་བ་ཉིད་ལ་སྐྱེལ་ཐུབ་ཀྱི་མི་འདུག་ན་ཆོས་བྱེད་ཀྱི་ཡག་མ་རེད། འོ་དེར་ལྟ་ཆོས་བྱས་དང་མ་བྱས་བསལ་ཏེ་འོ་དེར་དེར། ཆོས་ཡོད་བསལ་ཏེ་ཁུ་སིམ་ང་དོ་ཉིན་མོ་དང་པོ་གཉིས་ཀ་དེ་ཞུས་ཡིན་པ། གང་བ་འགྲོ་བ་ཅིག་གོ་རེ་ཟི་ལན་དུ་དོ་སྐྱོན་གྱི་གཉེན་པོ་ལ་འཁྱིལ་ཐུབ་པ་ཅིག་གོ་རེའི་ཕྱིར་རོ། སོ་སོའི་གཟུགས་བུ་གང་ལ་ཡོད་དེ་འཇོག་གི་སྐྱོན་ཁ་ལ་ཡོད་དེ་འཇོག་གི་སྐྱོན། སོ་སོའི་བསམ་བློ་ནང་ལ་ཡོད་དེ་འཇོག་གི་སྐྱོན་སྡུག་ཅག་དེ་འདྲ་ཡོད་འདུག་ན། འོ་དེའི་གཉེན་པོ་ལ་འཁྱིལ་བཅས་དེའི་མང་ཁ་དེ་བཅག་ཐུབ་པ་ཅིག་དང། དེའི་མང་མེད་པ་བཟོ་ཐུབ་པ་ཅིག། དེའི་ཐབས་ཤེས་ནས་ཡང། དེ་རིང་བླ་མས་ཡིན་ནས་མ་གསུངས་ཞུས་ཀྱང་མན་ངག་དེ་གས་ཉེས་ད་ངག་དེ་གས་ཉེས་ཅེས། ད་དེ་མེད་པ་སོགས་ཡག་གི་ཐབས་ཤེས་ལས་ཡག་གྱིས་ཐུབ་པའི་བྱུང་གི་འདུག་ན། ཆོས་ཤེས་གི་ཡོད་པའི་རྟགས་ཆགས་འགྲོ་གི་རེད། ཆོས་ཆོས་བསད་དེ་ང་ཚོ་སྐྱོན་བརྒྱུད་ཅུས་ཏང་ཡག་གི་ཆེད་དུ་ཆོས་སུ་ལ་འདེགས་ཀྱི་རེད་པ། དེ་སོགས་ཨ་ལས་ཨང་དང་པོ་ལ་ང་ཚོ་ཚུལ་ཁྲིམས་ཞིག་གོ་རེ་གསུངས་པ་ད། ད་ཚུལ་ཁྲིམས་མི་གསུངས་ཏེ་སུ་སུའི་ངོས་ནས་འདི་ཕངས་སྤངས་ཞུས་འདི་ཕངས་གཅེས་ཞུས། དེ་ངས་བྱེད་ཀྱི་མེད་ཟེར་ཡ་ཆེ་འོ་ད་དེ་འདྲའི་ཅིག་ང་ཚོས། བསམ་བཏགས་འགུག་ཀྱི་རེད། དེ་ང་ཚོ་འགག་རྩ་གཅིག་རེད་ད། དེ་ནས་ང་ཚོ་ག་རེ་གོ་རེ་ཟེར་དུས་མང་དུ་ཐོས་པ་དེ་བདེན་པ་ཞིག་གོ་རེ་ཞིག་ད་མང་དུ་ཐོས་པ་དེ་བདེན་པའང་ལན་དུ་དཔེ་ཆ་མང་པོ་གོ་མྱོང་ཡོད་རྒྱུ་ཞིག་གུག་ཡོད་རེད། ཁྱེད་རང་ཚོ་ང་ཚོ་གོམ་པ་བཤད་ཨ། ནམ་རྒྱུན་དུས་རྒྱུན་དུ་ང་ཚོ་དོག་འདྲེར་འདྲེ་བལྟས་བལྟས་ཚེ་ཉན་བསྡད་ཀྱི་ཡོད་རེད། དེ་དུས་ཨེ་ཨ་ལས་སེམས་ནང་ལ་ཡང་ཞེའུ་ཅིག་འཕེན་བསྡད་ཀྱི་འདུག་ཨ། འོ་འདི་དེ་འདྲས་ཡིན་པ་འདྲ་དེ་དེ་འདྲས་ཡིན་པ་འདྲ་བསམ་ཚེ། ཁོ་ཚིག་རེ་རེ་གང་ཡིན་པ་ཁུ་ཐུར་ལེན་དུས་ད། ང་ཚོའི་བསམ་བློའི་ནང་ལ་ཡོད་དུ་མྱོང་གི་མི་ཤེས་པའི་མུན་པ་རེ་རེ་བསལ་འགྲོ་གི་འདུག་ཨ། ཁོ་སྤྲིམ་ནང་ལ་མང་བཤད་ཤོད་དེ་གའི་མི་ཤེས་པའི་མུན་པ་བསལ་མྱོང་གི་སྒྲོན་མེའི་སོར་ཆགས་དེ་ཀྱང་རེད། ད་ད་རེས་ང་ཚོ་དེ་ཉི་མ་བཅུའི་རིང་ག་ཉན་རྗེས་པུ་རུ་ལས། ཡང་འདི་བཤད་ཕི་གི་བཤད་འདི་བཤད་ཕི་གི་བཤད་བྱས་འདི་དོ། ཡང་ང་ཚོ་སང་ལ་ལ་ཡང་ཨོང་འདི་དེ་རིང་བཤད་འདི་དེ་རིང་བཤད་འདི་དེ་རིང་བཤད་སང་སང་དེ། ཕྱོགས་དུ་འགོ་ཚུགས་སོང་བ། དེ་སང་ང་ཚོས་ཐོས་པ་སྐྱ་ཆེན་པོ་དེ་བསྟན་པ་ཞིག་གོ་རེད་གསུངས་པ་དེ། ཐོས་པའི་ནོར་བསགས་ཐུབ་པ་ཞིག་གུག་ཡོད་རེད་གསུངས་པ་རེད། ང་ཚོ་ནོར་དེ་ལ་གཉིས་ཡོད་དེ། ང་ཚོ་ལུང་པའི་ནང་ལ་བསྡད་ཞེས་པའི་ཁུ་ཐུག་ལ་ཡང་ནོར་བཤད་བྱེད་གཅིག་ང་ཚོའི་ནང་ཆོས་རྒྱལ་ཞེས་ཡང་གཅིག་ཡོད་རེད་བ། ད་ང་ཚོ་ནུབ་ཕྱོགས་ཁྱིམ་ཚང་ནང་ལ་བསྡད་ཞེས་པ་ཁུ་ཐུག་ལ་ཡང་ནོར་སྲིད་དེ་སུ་ལ་གཟིགས་ཀྱི་ཡོད་རེད་ཟེར་ན། དེའི་ནོར་སྲིད་ཡང་དེ། ང་ཚོ་ཁྱིམ་ཚང་ནང་ལ་ཡོད་དེ་ཆོག་གི་རྒྱུ་གཅིག་ལ་དེ་གི་ལ་ཟེར་དེ་གི་ཡོད་རེད། གཅིག་གི་ཆ་སྒོམ་ཆོས་ཤེས་དང་དེའི་ཉེས་ཆད་དང། སྔོ་བྱས་གི་སོ་དང་བཟོ་བྱས་གི་དེ་གི་ལ་ཡང། ནོར་སྲིད་རྒྱུ་གཅིག་ལའང་ཟ། དེ་ལ་ནོར་སྲིད་གཅིག་ལ་གི་ཡོད་རེད། ཡང་སྐབས་རེ་སྐབས་རེ་ང་ཚོའི་ནོར་སྲིད་ལ་ཡང་དུ་དང་གོ་རེ་ནང་ལ་ཡོད་དེ་ཆོག་གི་བཟོ་སེམས་ཅན་དེ་གི་ལ་ཡང། ནོར་སྲིད་ཤེས་ཀྱི་འབྲི་གཡག་དེ་གི་ལ་ཡང། ནོར་སྲིད་ཤེས་ཀྱི་ང་ཚོ་གཅིག་ལ་གི་ཡོད་རེད་པ། ད་ང་ཚོ་འདི་དཔེ་ཆའི་ནང་ནས་ནོར་ནོར་ཟེར་དུས་ག་བ་ལ་གཡོ་རེད་ཟེར་ན་འདོད་དོ། ཕོའི་བོ་རྒྱ་ཆེན་པོ་ཡོད་དུས་ཀྱི་དེ་ལ་ནོར་ཟེར་གྱི་རེད་དཱ། ཕོའི་བན་ནོར་ཟེར་གྱི་རེད། ད་དཔེ་ཆའི་ནང་ནས་བཤད་ཞོར་གྱི་ནོར་དེ་དེ་རེད། ད་ཕོའི་བོ་རྒྱ་ཆེན་པོ་ཟེར་དུས་ད་དཔེ་ཆ་མང་པོ་གོ་མྱོང་ཡོད་དུས་ཀྱི། མང་པོ་ཐོས་པ་ཟེར་གྱི་རེད། མང་པོ་དང་ཐོས་པ་ཟེར་གྱི་རེད། མང་པོ་ལ་ཐོས་པ་ཟེར་གྱི་རེད། དུ་ཟེར་ནས་ཐོས་པ་རྒྱ་ཆེན་པོ་དེ་ལ་ཁག་གསུམ་ཡོད་རེད། ད་མང་པོ་ཐོས་པ་ཟེར་ན་འདོད་དོ་དཔེར་ན་དཔེ་ཆ་གཅིག་ཡིན་པ་ཆ་མཚོན་ན་ལས། ཡང་སྒོ་རྐྱང་སྒོ་ཕྱེ་ནས་ཉེས་འགེལ་རྒྱབ་པ་དེ་བྱེད། དཔེར་ན་ང་ཚོས་ཆུ་ཤུགས་སྐོར་གྱི་རྫས་སྦྲིད་བཞིན་པ་ཆ་ཚང་མེད་ལ་ཡང་མ་རྐྱང་ངོ་ཆེ་ན་ཉེ་རྒྱུས་རྒྱག་ཏུ་རེད་བ། ད་ཅང་ཙུ། ཅང་ཙུ་ལྷས་སུ་དོ་བ་དང་དེ་ནས་བྲོ་དོད་པ་ཀི་ཏུ་ལི་ཡ་ཁྲོམ་ནས་ཉོས་ཤོད་ད། ད་ལྟ་ང་ཚོས་ཆུ་ཤུགས་ཆ་ཚང་ཁྲིད་ཤོད་ད། ཁྲོམ་ལ་བཅུ་བ་ཡོད་རེད་ད། ད་དུ་ཚང་མ་ཉེན་འགུག་ཡོད་རེད། ང་ཚོས་དེ་ནས་མ་ཁྲིད་ཤོད་ད་ཉེན་འགུག་རེ་ལྔས་ཁྲིད་ཤོད་ད་སྤུས་དག་པོ་བཞི་བཅུ་ཡག་པོ་བཞི་བཅུ་དེ་གཙང་བོ་གཉིས་ནས་ཟི་གིན་མེད་ད། ང་རའི་ངོ་ནས་ཆ་ཚུངས་ཟེར་ན་ཐེབས་ཆ་ཐེབས་ཆ་ཆེན་པོ་དང་ཡོད་མ་རེད། རེད་དེ། ང་ཚོ་ཐེངས་མ་དང་པོ་ཉན་པ་དང་ཐེངས་མ་གཉིས་པ་གཉིས་པ་དེ་འགྲིག་གི་མ་རེད། གལ་པོ་ཆེ་ལ་དོན་ཆེན་དམ་པའི་ཆོས་ལ་བརྒྱ་རྩ་གཟིགས་འདུག་གོ།